ཨ་ནེ་ཡིས་ལོ་གཅིག་ལ་ནི་གསོལ་ཇོ་གཉིས་རྩ་ཞིག་ཡོད་རེད་ཟེར་གསུངས་འདུག་ཨ་ར་ཏཱ་ནི་ནང་གི་ཡོངས་གྲགས་དེ་འདྲ་རེད། དེ་རྗེས་དེ་ཨ་ནེ་ཡིས་རྣམ་པ་ཚོའི་ངོ་ནས། ག་ཡེ་གི་ཨ་ནེ་ཡིས་གསོལ་ཇོ་གི་རྡོའི་མཐུ་ཚུལ་ག་འདྲ་རེད་ར་སྤྱི་བཏང་ནས་ཨ་ནེ་ཡིས་ག་ཡེ་དང་གསོལ་ཇོ་ནི་ཨ་ནེ། ཁྱོ་ག་ནང་བཞག་ནས་ཁ་ཁ་ག་ནས་ཡོད་ར་བ། དེ་རྗེས་དེ་ཨ་ནེ་ཡིས་ཡང་ག་ཡེ་གི་གསོལ་ཇོ་རྡོའི་མཐུ་ཚུལ་དང་ཚ་བྱི་མཐུ་ཚུལ་ག་འདྲ་རེད་དེའི་སྐོར་ལ་ནས་གསལ་པོ་ཞིག་གསུང་རོགས་བྱེད་ཤེས་པ་ཡིན།
ཨོ་སྤྱི་བཏང་ད་ལྟ་ལོ་གཅིག་ལ་ནི་འགའ་ཡི་ག་ས་གསོ་སྦྱོང་ཉིན་རྩ་བཞི་ཡོད་པ་དེ་ཡོངས་གྲགས་གྲོགས་ཀྱི་རེད་ཡིན་ན་ད་གཞུང་ཁ་ཤས་ནང་ལོ་ལ་ནི་འགའ་ཡི་བྱས་པ་དེ་ནི་གསོ་སྦྱོང་ཨ་ནི་དོད་ཐུབ་ཐང་གྱི་ར་དེ་ག་འདྲི་རེད་ཤག་ཟེར་བ་ཡིན་ན་ད་ལྟ་ཨ་ནི་གསོ་སྦྱོང་བྱས་གོ་པ་དེ་ཨ་ནི་ཆོས་བརྟག་པ་དང་ཁྲིམས་བརྟག་པ་དུ་གསུངས་ཞེས་ར་དེ་ཡིན་པ་ན་ཤེས་མཁན་དང་འདྲ་ཨ་ནི་འགའ་ཡི་བྱེད་པའི་སྐབས་སུ་ཡང་ང་ཚོ། འགའ་ཡི་གི་གོ་དོན་ཡང་ཆོས་དག་པ་དང་ཁྲིམས་དག་པ་ཡིན་ཙང་ཨ་ནི་འགའ་ཡི་བྱེད་པའི་གནས་སྐབས་དག་རང་ལ་ཨ་ནི་གསོ་སྦྱོང་བྱེད་པ་དེ་ཨ་ནི་དུ་གོ་ཆོད་ཀྱི་ཡོད་རེད། འོ་གཞུང་ཁ་ཤས་ནང་དེ་འདྲའི་གསུངས་པ་དག་དེ་ཡིན་ས་རེད་དུ་བསམ་གྱི་འདུག་ར་འོ་དེ་ཞོལ་ཡིན།

ཞོགས་པ་ཡར་ལངས་ནས། ཡར་ལངས་པའི་ཚུན་ཆད་ནས་ཨ་ནི་ཉི་མ་གིས་ཨ་ནི་འཆར་ཀ་ཚུན་ཆད་ཟེར་གྱི་འདུག་ཨ་འོ་འདི་ག་ལ་ཨ་ནི་ཉིན་ཞག་གི། དོན་དག་རུ་དེ་འདྲི་ཞིག་བྱ་གི་འདུག་ར་འོ་དེ་ཞོན། ཨ་ནི་ད་ལྟ་ད་ཅི་ད་ནི་ཨ་ནི་ཚེས་ཞག་བཤད་དེ་ཨ་ནི་ད་ལྟ་ཟླ་བ་གི་ཨ་ནི་ད་ལྟ་འཛམ་བུ་གླིག

ད་ལྟ་ཚན་རིག་པ་དེ་ཚང་མ་གི་གར་སོང་ན་ནི་འཛམ་བུ་གླིང་གི་ཕ་ཉི་མ་སྐོར་དེ་རེད་བཤད་དུ་ཡོད་རོགས་ར། ད་ཁོ་ཚོ་གི་ད་གར་སོང་ན་ནི་རྒྱང་ཤེལ་ན་ག་རེ་ཡིན་ན་ཅིག་པང་བཏགས་འདྲ་བོ་ཡོད་རེད་ཟེར་ནས། ད་ལྟ་ནི་སིལ་བུ་འདྲ་བོ་བྱས་ཤག་རོགས་ད་གཏན་འཁེལ་འགྲོ། དེ་བཞི་དེ་ད་ལྟ་གར་སོང་ན་ནི་སྔོན་པ་མཚོ་དང་ནི་ད་ལྟ་དེ་འཁོར་དེ་ཚོ་ན་ལོ་ལ་ད་ལྟ། ཨ་ནི་ད་ལྟ་ཉིན་ཞག་ཤེས་ཡོང་དེ།

ཉི་མ་སྒར་ས་འཛམ་བུ་གླིག་གི་ཉི་མ་ཕག་བཀོད་དེ་རེད་ཟེར་ན་ཡང་ངོ་ངོམ་པ་དང་ད་ལྟ་དུས་འཁོར་ནང་ལོག་ལ་ནི་ཉི་མ་གི་ཚུལ་སྒར་ས་ནི་འཛམ་བུ་གླིག་བཀོད་ར་གཞི་བཞག་རྒྱུ་དེ་ཆེས་དོ་ཨ་ད་དེ་གཉིས་སྐོར་ལ་དགེ་འདུན་གྲོགས་པོ་མཐོང་དུས་དེའི་སྐོར་ལ་ནི་གསལ་བཤད་ཞིག་གསུང་རོགས་ཞེས་ཞུ་བ་ཡིན། ད་ལྟ་དེ་དམིགས་བསལ་གྱི་འགལ་འདུ་ཟེར་གལ་མཐོང་མི་འདུག་ར། ཨ་ནི་ཚན་རིག་པ་ཁོ་རང་ཚོའི་ཤེས་འཇོན་དུ་བྱས་པ་ནི་ད་ང་ཚོ་དེང་སང་གི་ཨ་ནི་དངོས་ཡོད་གནས་ཚུལ་གྱི་ཐོག་ནས་འདུག་དཔྱད་པ་བྱེད་ཚུལ་ཐོག་ནས་འདུག་དཔང་རྟགས་སྒྲོག་ཤིང་རྙེད་བྱ་རྒྱུ་རེད། ང་རང་ཚོ་ནང་པའི་གཞུང་ནས་བཤད་བྱ་ཡོད་དུས་སུ་ཨ་ནི་སྐབས་དེ་དུས་ཀྱི་ཨ་ནི་ཁོ་འདུག་དཔྱད་པ་བྱེད་སྟངས་ཐོག་ནས་བཞག་པ་ཡིན་ས་དེའི་ཐོག་ལ་ནི་འགལ་འདུ་འདུག་འགལ་འཐུང་མི་འདུག་ཞེས་ཞུ་ཡ་ཡིན། ད་སྐབས་དེ་དུས་ལ་ནི་སྒར་ས་ཨ་ནི་ཉི་མ་གི་ཚུ་ཀོ་འཛམ་བུ་ལི་ཀོ་རན་འདྲ་མོ་ད་ཟླ་འདྲ་བོ་རྗེས་ཨ་ནི་འཛམ་བུ་ལི་གི་ཕ་ཀོ་རན་འདྲ་བོ་དེ་འདྲི་མ་ར་བ་ད།

དེའི་རྐྱེན་གྱིས་དུས་སུ་བཞག་གི་ཡོད་ས་རེད། དེ་ནས་གསུང་ཆུང་དེ་ནི་ནང་དབང་དང་བཅོ་ལྔ་ཁོང་རང་ལ་འཁྲིད་དགོས་ར། དེ་ནི་ད་ལྟ་འདི་ཅིག་ཏུ་ད་ལྟ་འདི་འཛིན་དགོས། དེ་ཡོང་ན་ནི་མི་ཐུབ་པ་ཞིག་ཡང་འདུག་ཟླ་བ་སྟོང་པོ་ལ་སོགས་པ་ཟླ་བ་དྲུག་པོ་རྣམས་ཀྱང་གནམ་སྟོང་ལ་གསོ་སྦྱོང་མི་ཆོག་པའི་ཉེར་དགུ་ལ་ཅོ་ཅོ་བ་ཤེས་གི་ཞེས་སྟོན་རོགས་ཟེར་ག་ཏུ། བདག་མི་ཐོབ་པ་ཟེར་བ་སྟེ། ནམ་རྒྱུན་ཡང་ནི་ཟླ་བ་དང་པོ་དང་དུ་ཚོད་རོ། རེ་རེའང་མི་ཐུབ།
ཞེས་སོ། དེས་ག་ཏུ་ལ།
གནམ་གང་ལ་ཆགས་གི་མ་རེད་ཉི་ཤུ་རྩ་དགུ་ལ་གསོ་སྦྱོང་བྱེད་དགོས་རེད་ཟེར་བ་ཞིག་འདུག་དེ་མི་སེར་འགའ་བ་ཡོད་རེད་ཡོད་མ་རེད།
ད་ནངས་ཚོ་དེ་མཚན་མ་གསར་བ་བྱས་ཡོད་ར་མཚན་མ་གསར་བ་བྱས་ཡ་དེ་བཅུ་སྟོང་ཏག་ཏག་ཨ་ལས་ཚེས་བཅོ་ལྔ་དང་གནམ་འོག་ལ་སོང་པ་ད་ལྟ་རྒན་གི་སོང་བ་ནང་བཞིན་བྱས་ནས་དེ་ཡིན་ཟེར་ར་དེ་ན་དེ་སྐྱིད་པོ་མ་ཡིན་པ་ཁྱེད་ར་དེ་སྐྱེས་བུ་མ་ཡིན་པ་ཆེ་དེའི་གེགས་ཡོད་མཚན་མ་བསལ་བ་སྲིད་དེ་ཡང་དེ་ད་ལྟ་ང་ཚོ་འོང་ནས་དགེ་བའི་སྐུ། ཨ་ལས་ཆུ་ཆུག་གི་བྱ་བ་བྱེད་པ་ལ་སོགས་པ་དེའི་ཡོང་བ་ནི་ག་རེད་ཟེར་ན་ཁུ་དུས་བཟུང་བ་ལ་སོགས་པ་དང་དེའི་ཡོང་བ་ནི་ག་རེད་ཟེར་ན་མཚན་མ་ལ་སོགས་པ་ཡོང་ས་རེད་ཟེར། འོ་དེ་འདྲའི་སྒྲོག་ཅིག་གོ་ཆོད་ཀྱི་མེད་འགྲོ་ཅི་དང་ད་ལྟ་ཡོང། མཚན་མ་བསལ་བ་སྐྱེས་བུའི་སྐུ་ཨ་ལས་ཡོང་ད་ག་རུ་དེ་ལ་གསོ་བཅོས་བྱེད་དགོས་རེད་ཟེར་ན་ཡོང་ངེས་པ་ཡོད་མ་རེད་ཟེར་ནས་ད་ལྟ། ཨ་ལས་ཉེས་བྱས་རྩ་དགེ་ལ་སོགས་པ་དོ་སོ་ལ་ཡོང་གསོ་བཅོས་བྱས་ཡོད་རེད་ལ་ཡོད་ཅོ་རང།

ཅུང་ད་ལྟ་དེར་བྱས་ན་ཉི་མ་འདི་ལ་སྲིད་གཞུང་འདི་ལ་ཉི་མ་ཕྱེད་པ་མིན་པས་སྲིད་གཞུང་བཅུ་བཞི་པ་ཞེས་པ་ཞེས་བྱ་ཡི། ཉི་མ་དེ་ཉིད་ལ་ཚེས་ཞག་བཅོ་ལྔ་ཚེས་བཅོ་ལྔ་ཡོད་པའི་ཕྱིར་ཟེར། དེ་ནི་ཇི་སྲིད་དུ་རེ་ཞིག་བཀོད་དོ། དེ་ཡིན་ཙང་དེ་ག་འདྲ་ཆགས་པ་རེད།

ད་ལྟའི་གོ་བ་དེ་ཚེ་ཁ་ཁ་འགྲོག་འགྲོག་དང་དེ་ན་ཚེ་དཔའ་རྒོད་འདྲ་བོ་ཆད་པ་ཡིན་ན་ཚེ་དཔའ་རྒོད་ཉོས་པ་དག་རུང་ཉི་མ་གཅིག་དེ་དག་རུ་ཁ་ཐུག་ཆད་པ་དེ་འདྲའི་སྐད་ཆ་གོ་ཡ་མ་ར། ཚེ་དཔའ་གཅིག་ནས་བཅོ་ལྔ་བར་ལ་ཨ་ནི་མ་གར་ས་ཨ་ནི་དུས་དེ་མ་ག་ལོར་ད་ཅི་འགྲོ་ཡ་བཅོས་ར།
འདི་ཞོ་གྲངས་བཅུ་པ་འོན་ཙང་འདི་ལ་ཡང།

དེ་ནས་ང་ཚོ་ད་ལྟ་ཨ་ལན། ཟླ་བ་ཤེད་ཤེད་ཀྱི་ཚིག་བཅོ་ལྔ་ལ་ཞག་འོ་ལས་བཅོ་ར། ཟླ་བ་ཤེད་ཤེད་ཀྱི་ཚིག་བཅོ་ལྔ་ལ་ཞག་འོ་ཞེས་པའི་ཚིག་དེ་ང་ཚོ་ཚེ་ཞག་ལ་བཙལ་ཡི་བ་ཞེན་གྱི་རེད་བསམ་བློ་འདོར་བ། ཚེ་ཞག་ཚེ་ཞག་ལ་བཙལ་བ་ཡིན་ན། ཨ་ལན་སོ་སོའི་བཅོ་བཞི་བ་དང་བཅོ་ལྔ་བ་སྙིང་གར་ཚེ་ཞག་བཅོ་ལྔ་ལོངས་དེ་ཡོད་རེད། ཡིན་ན་ཉི་ཞག་གིས་བྱས་ཡིན་ན། ཨ་ལན་བཅོ་བཞི་བ་དེ་ཉི་ཞག་བཅོ་ལྔ་མ་ཐོབ་པ་ཡིན་ཚེ་ཨ་ལན་ཁོ་བཅོ་བཞི་བ་ཆགས་རེད་ལས་བཅོ་ར། དེ་དེ་དོན་ཡིན་པ་ཡིན་ན་དེ་ཨ་ལན་ག་ཚོད་ན་ཉི་ཞག་བཅོ་ལྔ་བ་དག་ལ་ཡང་ནི་གསོ་སྦྱོང་དེ་ད་དེ་ལ་འོ་བར་བ།

ཉི་ཟླ་ལ་འགྲོ་བོ་མ་མཆིས་ཀྱང། སའི་དགུ་ལས་དབང་གི་འགྲོ་བར་བཤད་ཟེར་གྱི། ཚིག་ཅིག་ནི། བཞིན་པ་ཅིག་ནི་མཐོང་དད་རེའུ་ཅིག་སེམས་ལ་དྲན་ཏེ་ཞེས་ལ་བ། ཁ་བརྡ་ད་ལྟ་ཨ་བརྡར་ཤར་ནས་རྫས་འདི་རག་མ་སོང། གང་ཡིན་ཅིའང་ང་ཚོ། ཅིག་ཉི་ཟླ་གཉིས་འགྲོ་བོ་མེད་པ་ན་སའི་དགུ་ལ་འཁོར་གྱི་ནས་ནི་འགྲོ་དགོས་རེད་ཟེར་གྱི། ནང་ཆོས་ང་ཚོ་ཤེས་དགོས་རེད་དེ་ཡིན་དེ་ལྟར་ང་ཚོ། ཅིག་དུས་འཁོར་གྱི་ཆེད་དུ་ཤེས་པའི་སྡིག་བཤགས་ལ་ཡང། ཟླུམ་པོ་རེད་ཟེར་དེ་སེའུ་ཤུ་བོ་རེད་གལ་ཆེན་རྒྱང་བཞེས་པའི་དབང་པོ་སྤྱི་སྟོང་ལོག་ལོག་ལ།

ནས་དེ་འདྲས་ཀྱིས་གསུངས་འདུག་དེ་ཡིན་དུས་དེ། ང་ཚོ། ཇི་ཐང་གི་བདག་ཁོ་ཡང་དང་ཐིག་གི་ཚལ་གྱི་དུ་ཐུམ་པ་གྱིས་ནས་ཤེས་པ་ཡིན་ན་ང་ཚོ། འདི་འདྲས་ཅིག་རེད་མ་རེད་ཟེར་ན་བྱང་ཁོང་ཐང་ཆེན་ཆེན་པོ་གི་སྲུང་འཁོར་བ་ཡང། ད་དེ་ཁོའི་ངོ་ལ་འདི་འདྲས་རེད་འདི་འདྲས་མ་རེད་ཟེར་བ་ཡིན་ན་ང་ཚོ། རིག་པའི་ངོས་ནས་བྲལ་ད་ཁག་པོ་འགྲོ་གྱི་འདུག་དེ་ན་དེ་ག་ནས་ནི་སོང་ཤོག་བ་དེ་ལ་ནི། མཐའ་གཅིག་ཏུ་ཡང་ཁོ། འདི་མ་རེད་ཁོང་ཚོས་ཚན་རིག་གི་བྱས་ཡ་དེ་ངའི་ནུས་ཚོད་རེད་ཟེར་ལབ་པ་ཡིན་ན།

ས་གང་ནས་བདེ་བ་ཡིན་ན་ཉི་ཟླ་འབྲུག་བ་རོ་གཅིག་མཐོང་བདེ་གོ་ར། ད་རི་རྒྱུ་བ་ར་གི་ཞི་ལོག་ལ་སོང་ཚེ་རི་བག་ཕྱིར་བལྟ་ཤ་བ་ཡིན་ན་ཁོ། ས་ཡི་གོ་ལ་དེ་འབྲུག་བ་རོ་མཐོང་བ་དང་ཉི་ཟླ་དེ་ཐག་རིང་པོ་ཞུ་བར་བ། ང་ཚོ་ཐག་རིང་པོ་ཞུ་ཡོད་ན་འབྲུག་བ་དེ་མཐོང་གི་མི་འདུག་བ། འབྲུག་ཡོད་ན་ཡང། ད་ཁོ་ཉི་ཟླ་དེ་ཐག་རིང་པོ་ཞུ་གི་ཡོད་དེ། ད་ནི་རི་རྒྱུ་བ་རབ་དེ་ཡང་ཁོ། ཁ་ཟེར་ང་ཚོ། སི་གོ་ལ་དེ་འབྲུག་བ་རོ་གཅིག་མཐོང་ཡོང་ཆོག་གི་མ་རེད་བས་སི།

ལྔ་པ་དེང་སང་གི་ཡར་མཚམས་བྱེད་ཚུལ་འདི། ཡར་མཚམས་བྱེད་ཚུལ་གསུམ་པོ་འདི་དཀར་ས་ཅི་དང་མཚམས་བྱེད་ཚུལ་གསུམ་པོ་འདི་གང་ཡིན་མེད་སྐོར་ལ་དཔྱད་པ་བྱེད་ཡོང་འདོད་ཚོད་མ་ནམ་པ་ཚོས་དེ་འདྲི་ཞིག་འདྲི་ཞག་ནི་ག་རེ་ས་ད་ཅི་དང་མཚམས་དེ་ལ་ནི་དཀར་ས་མཚམས་པོ་ཅི་དང་མཚམས་ཆུང་དང་དཀྱིལ་འཁོར་མཚམས་གསུམ་ཡོད་པའི་ནང་ནས་ད་ལྟ། ཡབ་ཀྱི་མཚམས་ཕྱེད་ཚུལ་འདི་ནི་མཚམས་པོ་ཆེ་ཡིན་པ་མངོན་གྱི་འདུག་ཟེར། རྣམ་པ་ཚུལ་འདི་ནི་འདྲི་ཞེས་རོ། ད་འདི་བྱེད་དུ་ད་ལྟ་བས། འདི་ནི་མ་མཐའ་ལ་ཤེས་ཡོན་འདི་གསུམ་པ། ལིང་འདི་ཡི་ཡར་མཚམས་ཕྱེད་ཚུལ་འདི་ནི་ད་ལྟ་ཡར་མཚམས་གསུམ་པོ་གང་ཡང་དང་མཐུན་གྱི་མི་འདུག་ཟེར་ཅིག་གཅིག་གསུངས་ཤག། ཡེ་ནས་འོག་ལ་ཤེས་ཡོན་འདི་གསུམ་པ།

གསུང་ཡོད་རེད་ཟེར་ནས་དེ་འདྲའི་ཁུངས་དང་ཆད་པ་བྱས་ནས་གསུང་བཞག་དེའི་རྗེས་ཟློས་ཟེར་མ་ང་ཚོ་དགའ་འབྲས་གཉིས་ཀྱི་ནང་ནས་ད་འདུལ་བ་འཛིན་པ་མཁས་པའི་དབང་པོ་སངས་རྒྱས་མི་མཁས་པ་མང་པོ་བྱོན་ཡོད་རེད་ད་ལྟ་ཞུས་ཡོད་རེད་དེ་ནི་ད་ལྟ་ཡར་མཚམས་ནི་ནམ་རྒྱུན་དེ་འདྲེས་པ་འདྲ་པོ་ཅིག་གྲོལ་འདེད་ཀྱི་ཡོད་རོ། ད་འདི་ཚོའི་ནང་པ་ཚོས་དགོངས་པ་ག་འདྲས་བཞེས་ནས་འདི་འདྲས་གསུང་ཡོད་ན་ར། ཡེ་ནས་འདི་སྐོར་ལ་གསལ་བཤད་ཡག་པོ་ཅིག་གནང་ཡ་ཅིག་དང་གལ་སྲིད་ཡར་མཚམས་མ་ཆགས་ཁ་ཚ་ཡར་མ་ཆགས་པ་ལས་མ་ཆགས་པ་ཡིན་ན་ཡར་གྱི་ལས་བྱས་ནས་ལས་མ་ཆགས་པ་ནི་ཡར་ཆགས་ཀྱི་ཡོད་མ་ར།

ཨ་ལས་ཚོང་པོ་ཆེན་གྱི་ལས་མི་ཆགས་བར་དུ་ཚོང་ཆུང་དུ་སྤྱི་ཁོག་གི་ལས་སྲིང་ཁག་གི་ཚོང་མི་ཆགས་པ་དེ་ད་ལྟ་དེའི་ནང་ལ་ལོངས་སྤྱོད་དུ་སྐར་མ་ཤ་ད་དང་ཚིག་ཆ་ཚང་གཅིག་བཀོད་མེད་ཚིག་མང་པོ་ཞུགས་ཆགས་རུག་དུ་ར། ཨ་ལས་ལོངས་སྤྱོད་དུ་སྐར་མ་ཤ་ཏང་དང་ཨ་ལས་ཁ་རས་ཟེར་ན། ཀྲི་ཀར་མ་ཁོང་གྲོང་ཁྱེར་ནས་ཚོ་ཁྲི་ཁོང་རང་ནང་ལ་ཡོང་བསྡད་གི་རུག་ར། དེ་འདྲ་ཡིན་ན་ཨ་ལས་ཁ་རས་ཟེར་ན་ད་ལྟ་ང་ཚོ་དགའ་ལྡན་གླིང་སྟེང་གི་ཡང་ཚང་དེ་ཨ་ལས་ཚང་གསུམ་པོ་གང་ཡང་ཆགས་གི་མི་འདུག་སྤྱི་སྟོང་དུ་ད་དགའ་བཞག་དགོས་པ་ལས་དུས་ནས་ཕར་ཕྱིན་ཚང་ཆགས་གི་ཡོད་ཀྱི་རེད་དེ་ཡིན་ན་ཡང་ཚང་གསུམ་པོ་སྤྱད་ཚུལ་དེ་དང་མཐུན་གི་མི་འདུག་སྤྱི་སྟོང་ཡང་ཚང་སྤྱད་དེ་ཚང་པོ་ཅིག་སྤྱད་ཚུལ་དུ་ད་ག་རུ་རེད་ལ་ཨོ་རེད་ད།

ལུས་ཀྱི་མཚམས་རང་བཞིན་གྱི་མཚམས་ཟད་དང་ནི་བཅས། ངག་གིས་བཅས་པ་ནི་ལས་ཀྱི་མཚམས་ཉིད་བཞག་ཏོ། ད་ལྟ་ང་ཚོས་དགའ་ལྡན་གླིང་འདྲ་བོ་མཚོན་པ་ཡིན་ན་ད་ནི་འདི་ལ་དམ་པ་གོང་འཕེལ་གྱིས་ད་ནི་བཞེད་པ་མི་གྲངས་གཉིས་སྒྲོག་ཅིག་དོན་གྱིས་དོ་རོགས་དང་ད་ནི་ཆོས་སྐུ་བཀྲེས་ལྟུང་ཡོང་སྟངས་འདི་ལ་ནི་ཁ་ཤས་ཀྱིས་གསུང་བ་གསུང་སྟངས་བཅས་པ་ཡིན་ན་ནི་དགའ་ལྡན་གླིང་རང་ལ་ནི་དུས

ང་ཚོ་ད་ལྟ་ཨ་ལན་ཡའི་ཕྱུགས་ཀྱི་འདྲེ་སྟོང་དེ་སྐྱེ་གི་རེད། དེ་ནས་ད་ཚོང་པ་ཆེ་མ་ཡིན་པ་ཆེ་རང་བཞིན་གྱི་ཚོང་ང་ཚོ་དཔེར་ན་ཤུ་ལུག་གི་ལྕགས་རི་ལྟ་བུ་ད་རྩིས་སྤེལ་གྱི་ཚོང་ལྟ་བུ་གཅིག་གི་ནང་ལ་ཨ་ལན་ཡའི་སྤྱི་འཁོར་ཡི་ཚོང་བཅས་ནས་དེའི་ནང་ལ་ང་ཚོ་ག་རེད་ཟེར་ན་ཕྱུགས་ཀྱི་དེ་བཞག་ནས་དེ་ནས་རང་བཞིན་གྱི་ཚོང་ད་རྩིས་སྤེལ་གྱི་ནང་ལ་སྐྱེ་དེ་རྒན་ལོ་དེ་ཉིན་ནས་ལྕགས་རི་ཆད་པ་ཡིན་ན་ཨ་ལན་ཕྱུགས་ཀྱི་འདྲེ་སྟོང་སྐྱེ་གི་རེད་ཟེར་ན་དེ་སྐྱེ་གི་མ་རེད་ལ་ད་དེ་མི་སྐྱེ་ཡི་རྒྱུ་མཚན་ག་རེ་རེད་ཟེར་ན་ད་ལྟ་འདི་སྐབས་སུ་ཕྱུགས་ཀྱི་འདྲེ་སྟོང་ཨ་ལན། ང་ལས་ཡས་ཅི་མི་བྱེད་སྲིད་དེ་ཡག་གི་མཚང་དེ་འདི་ཀ་སོ་ལས་མཚང་ཐ་དད་པ་ལ་རྒྱག་གི་རེད། དེ་འདྲ་ཡིན་ཙང་མཚང་པོ་ཆེའི་ནང་ལ་ཅུང་ཁོ་བོའི་མཚང་བཅད་པ་ཡིན་ན་ཁོ་ལས་མཚང་ཐ་དད་པ་ཆགས་ཡིན་ཙང་ཨ་ལས་ག་རེ་རེད་ཟེར་ན་བཅད་འགྲོ་གི་འདུག་ལ་རེད། ད་ལྟ་རང་བཞིན་གྱི་མཚང་གི་ནང་ན་ཨ་ལས་ཡས་ཅུང་ཁོ་བོའི་མཚང་བཅད་ནས་ཅུང་ཁོ་བོའི་མཚང་ནང་ལ་བཞག་པ་ཡིན་ན་ཡང། ཨ་ལས་ག་རེ་རེད་ཟེར་ན་ང་ཚོ་ཕྱུག་གི་འགྲེལ་དུ་བཅད་གི་མ་རེད་དེ་མི་བཅད་ཡ་ག་རེ་རེད་ཟེར་ན། ཁོ་གཉིས་ཨ་ལས་ལས་མཚང་ཐ་དད་པ་མ་རེད་སྤྱི་དོན་མཚང་ཐ་དད་པ་ཙང་རེད་དེ་ལས་མཚང་ཐ་དད་པ་ཆགས་གི་མ་རེད་ལ་རེད་ད།

བསམ་བྱུང་བཅས་པ་ཡིན་ན། བསམ་བྱུང་དེ་བཅས་པ་ལ་མཚམས་ཅན་དེ་སྤྲོད་དགོས་ཀྱི་ཡོད་རེད་མ་རེད། མཚམས་བྱུང་བཅས་ན་ཚོམ་བུ་དེ་པར་སྤྲོད་དགོས་རེད་ལ་རེད་ཨང། ད།
མཚམས་ཅན་བཅས་པ་ནང་དུ་མཚམས་བུ་ཆུང་དང་དཀྱིལ་འཁོར་བའི་མཚམས་བཅས་ཡོད་དུས་དེའི་ནང་ལ་ཡང་ནི་མཚམས་བྱུང་བཅས་པའི་སྒྲ་ལས་ཟེར་ན་སྒྲ་དེ་མཚམས་ཅན་སྤྲད་ཐུབ་ཀྱི་ཡོད་རེད་ཡ་མེད་ན་ཆོ་ག་ཁ་ཁ་རེད་དགོས་རེད་ག་རེད། ཁར་ས་ཡག་པོ་ཞིག་ཁུར་མ་སོང་ཁྱེད། མཚམས་པོ་ཆེན་པོ་ནང་ལ་ཡ་ནི་མཚམས་ཆུང་བཅད་གི་ཡོད་རེད་བ་དཀྱིལ་འཁོར་བའི་མཚམས་བཅད་པ་ཡིན་ན་འདྲ། རེད་རེད། ཡ་ནི་མཚམས་པོ་ཆུང་བཅད་ཡིན་ན། ལགས་སོ། འདི།

ཨ་ལས་ཚང་གཞན་དུ་འདྲིས་པ་དང་ཨ་ལས་གཡའ་ཚང་གཞན་གྱི་གཡའ་ཚང་བཅད་པའི་ཆེད་དུ་མཚན་མ་བརྟན་པོ་ལ་སོགས་པ་བཙུད་ཚར་བ་ཡིན་ན་ཨ་ལས་ལས་དེ་ཚང་བཅད་པ་ཡིན་ན་ཚང་ཆག་གི་རེད་ཟེར་ན་ཚང་རྩ་བ་ཉིད་ནས་ཆག་གི་མ་རེད། མི་ཆག་གི་རེད་ཟེར་ན་ད་ལྟ་དེའི་གོང་དུ་ལོངས་སྤྱོད་དུ་དཀར་མོ་ཞག་འདང་ལ་སོགས་པ་དེ་མ་གཏོགས་དེ་འགྲིག་གི་མ་རེད་ཅེས་དེ་འགྲིག་གི་མ་རེད་ད་ལྟ་དེ་ནི་འདུ་བ་ཟ་དེ་ནི་ག་ཚོད་ཁོ་ལོངས་སྤྱོད་དུ་འགྲོ་གི་རེད་མ་གཏོགས་ཡོང་མ་རེད་ད་ཅེས་དེ་འདི་ཡིན་དེ་དེ་གོ་བ་ཡོད་རེད་ཟེར་ཏེ། ཨ་ཧ། མཚམས་ཆད་མ་ཡིན་མཚམས་སྦྱོང་བ་མ་ཡིན་ལས་མཚམས་ཆད་བྱ་གྱི། ཨ་ནི་སྐྱེ་འགོག་གི་མཚམས་གང་ཡང་མ་ཡིན་གྱི་དེ་འདྲའི་གི་མཚམས་ཆད་ལས་མཚམས་ཆད་གང་འདྲ་ཡོད་རེད། ད་དེ་བྱ་མ་ཐུབ་པ་ཡིན་ན་ཨ་ནི་གླིང་འདི་ཡར་མཚམས་སུ་ཆགས་ཚེ་ཁ་བོ་ཆགས་ས་རེད་ད་མ་གཏོགས་མཚམས་སྦྱོང་རེད་མི་འདུག་ཨ་མཚམས་སྦྱོང་མ་ཡིན་པ་དེ་ད་ད་ཁོང་འདུག་ཆ་ཚང་གྱི་འདུག་ཨ་ཁོང་ད་ད་ད་ཁོང་འགོ་ཆེ་འདུག་ཡ་འདུག་ཨ། དེ་ཚོའི་རྫོགས་སོ་ད་དེའི་རྗེས་ལ་ཡང་ངེས་མེད་ཀྱི་བྲོ་བ།

ད་དགེ་སློང་གང་ཟག་གཉིས་དེ་གིས་དེ་འདོན་པར་བསམས་ཀྱིས་གསོ་སྦྱོང་བྱ་དགོས་རེ་བྱ་དགོས་མ་རེད། ཡང་དགེ་སློང་གང་ཟག་གཅིག་གིས་མདོ་འདོན་གཅིག་གིས་མདོ་འདོན་ཉམས་སུ་བླངས་ནས་གཉིས་ཀ་གསོ་སྦྱོང་བྱ་དགོས་རེ་བྱ་གི་མ་རེད་ཏེ། ད་ནི་གང་ལ་ཡང་གསོ་སྦྱོང་བྱ་གི་ལ་དུ་མདོ་འདོན་ཉམས་སུ་བླང་བ་དེ་གསོ་སྦྱོང་ཡིན་ལ་དུ། ད་གསོ་སྦྱོང་བྱེད་པ་ལ་ཡིན་ན་ཡང་ལྟུང་བ་གླིང་ཕྲན་ད་བྱེད་དགོས་ཀྱི་ཡོད་རེད་ཡིན་ན་ཡང་ད་རེས་ང་ཚོ་སྐབས་ལ་བྱེད་ཀྱི་ཡོད་མ་རེད་བ། ད་དེ་མ་བྱས་པའི་ཉེས་པ་ཡོད་རེ་ཡོད་མ་རེད། ཨ་འདི་གང་ལ་ཡང་ལྟུང་བ་ཕྱི་བཅོས་བྱེད་དགོས་ཀྱི་ཡོད་རེད་བས། གསོ་སྦྱོང་ད་ཆ་བ་ལ་གསོ་སྦྱོང་བྱེད་པ་ལ་ལྟུང་བ་ཕྱི་བཅོས་བྱས་དང་ད་ལྟུང་དོན་བྱིན་རླབས་བྱས་དེ་གང་ག་ཚང་དགོས་ཀྱི་ཡོད་རེད་དེ་མ་ཚང་བ་ཡིན་ན་ཨ་ནི་དགེ་འདུན་གང་ག་ཡང་འཛོམས་ནས་གསོ་སྦྱོང་མདོ་བདུན་པ་བཅུ་བ་ཀྱི་སྐོར་གསོ་སྦྱོང་བྱ་གི་རེད་བྱ་གི་མ་རེད་དེ་ད་ཉེས་མེད་ཕུན་སུམ་ཚོགས་ནས་མང་པོ་བྱས་ཡོད་རང་དེ་གའི་ད་ལན་ཞིག་རྡོག་རྡོག་ཞིག་ཡིན་ད། ད་ལྟ་ན་ང་ཚོ་དེ་དགེ་བ་ཕུན་སུམ་ཚོགས་པ་ཡིན་ཞིང་ད་ཡང་བྱས་ཡོད་རེད་དེ་སྤྱི་སྟོང་བྱས་པ་ཡིན་ན་ང་ཚོ་ད་གསོ་སྦྱོང་འཚོགས་ཡག་གི་མཐའ་ཆེན་ཆ་ཚང་བརྫངས་ཚར་ནས་དེའི་པར་རོ་ལ་བག་ཆགས་འགྲོ་བའི་དོན་འབྲས་ཆེན་པོ་བྱུང་པ་ཡིན་ན་ཨ་ལེ་མདོ་དེ་འདོན་ནས་འགྲོ་ད་ལྟ་དེ་ཚིགས་བཅད་དེ་འདོན་ནས་འགྲོ་ན་ཡང་འགྲིག་གི་ཡོད་རེད་ལ་ཡིན་ཆོས་ར་ད་དགེ་སློང་གཉིས་མ་གཏོགས་མེད་པ་ཡིན་ན་ཨ་ལེ་གསོ་སྦྱོང་མ་བྱས་ན་གསོ་སྦྱོང་མ་བྱས་པའི་ཉེས་པ་འདི་འཇོག་གི་རེད་ཟེར་ན་འཇོག་གི་མ་རེད་ཟེར་ཁོས་གསོ་སྦྱོང་བྱས་པའི་ཤུགས་རྐྱེན་ཕྱིན་ནས་མ་སོང་བ་ཡིན་ཙང་འཇོག་གི་མ་རེད་ལ་ཡིན་ཆོས་ར་ད་སྟོང་བ་ཤུ་ཆུ་དེ་ཡང་ང་ཚོ་ཤུ་ཆུ་ཁ་དུད་ཡོད་ར་ཤུ་ཆུ་ཁ་དུད་ལ་སོ་སོ་ཨ་ལེ་སྟོང་བ་ཤ་ཡག་གི་ཡོད་དེ་ཕྱིན་ནས་མ་རག་པ་ཡིན་ན་ཨ་ལེ་ག་རེད་ཟེར་ན་སོ་སོ་གི་སེམས་ཀྱི་འཇོན་པིག་གི་ཐོག་ནས་བཤགས་པ་ཡིན་ན་དག་རེད་ལ་ཡིན་ཆོས་ར་མོའོ་ཕ་ཆེ་དེ་འདྲི་དྲོ་འགྲིག་མེད་ལ། དེ་གྲོལ་བ་བྱེད་མ།
ད་ད་ལྟ་ཁོང་དང་དུས་ཚོད་རྫོགས། ད།